ཡང་ནས་ཡང་དུ་ཅིག་བསླབ་བྱའི་སོར་ཚིགས་གཅིག་གཉིས་ཤིག་བརྒྱབ་ཐུབ་ན་ཕན་པོ་མེད་འགྲོ་སེམས་ཀྱི་འདུག། གང་ཡིན་ཟེར་ན་སྐབས་དེར་ལྡི་ལི་ཡར་སྤུག་ཚུ་གང་གི་ཕ་མའི་ཉམས་རྟོགས་ཡོར་བ། བྱས་ཙང་ཕ་མའི་ཉམས་རྟོགས་ཡོད་དུས་རང་ལི་ཡར་ངས་ད་ལྟ་འདི་གར་ཟུར་བའི་གོང་བུ་ལྷུན་གྲུབ་ཀྱིས་ལྗགས་རྩོམ་གནང་བའི་གཞི་རིང་ནང་ནས་མང་ཚིག་ཅིག་གཉིས་ཤིག་སྐྱོར་བཞག་བས་ན། དུ་ཚུར་ལི་ཡར་ཅིག་གི་དོ་སྣང་དུ་བསྐྱལ་མོ་ཟེར་བྱས་བས་ན་ཨ་ནི། དངོས་གནས་ད་དོན་དག་འདི་རྒྱ་མོ་ཆེན་པོ་ཞིག་སྒྲུབ་ཐུབ་ཀྱི་རེད་གསུངས་ཀྱི་འདུག་བྱས་ཙང་ངས་དང་པོ་ཚིག་འདི་ལ་ག་རེ་ཞུ་གི་རེད་ཟེར་ན། གང་དག་ཕ་དང་མ་ལ་ཆོས་བིས་རིགས་འདི་ཚང་བཅས་སློབ་དཔོན་བཅས་པ་ལ་དེ་དག་ལག་ཆོས་གྲགས་པར་གྱུར་པ་དང་སླད་མར་ལང་ཡང་མཐོ་རིས་སྐྱེས་པ་ལ་ས་ཆོས་རེད། ད་ཚིག་འདིའི་དོན་དག་འདི་མདོར་བསྡུས་ཞུས་བིས་ན། ཨ་ནི་ད་འདི་བ་ཅིག་གང་ལས་སླ་ལ་དང་ཅིག་མདོར་བསྡུས་པའི་སྒང་ལས་ཞུས་ཞབས་འདི་འདྲས་ཟུར་ཅིག་རེད། གང་དག་སུ་ཡིན་ནས་སྐོར་ད། སུའུ་དུ་སུ་འདྲ་ཅིག་ཡིན་པ་ཡིན་ནི་ལས། གང་དག། ཕ་དང་མ་ལ་མཆོད་པ་ཡིས་སུས་ཙམ་བཏབ་རང་ཉིད་སོ་སོའི་ཕ་མ་ལ་ཡང། བཏབ་ལྟ་སྟེ་ཅིག་གུས་ཞབས་དུ་རྒྱལ་མོ་སོ་ནས་རོ། འོང་ཡང། ལྟ་གུས་ཞབས་ཀྱི་རྣམ་པ་ཟིན་ནས་མི་འདུག། བསྙེན་བཀུར་ཟིན་ནས་མི་འདུག་ཞབས་ཞུ་ཟིན་ནས་མི་འདུག་ད་དེ་འདྲས་ཅིག་ཧུར་ཐག་པ་དག་ཞུ་ཐུབ་པ་ཡིན་ནའང། གང་དག་ཕ་དང་མ་ལ་མཆོད་པ་ཡིན། རིགས་དེས་དེ་འདྲའི་བྱས་ཉེས་ཀྱི་རིགས་དེ་གར་ཆགས་ཀྱི་རེད་ལབ་པ་ཡིན་ན། རིགས་དེ་ཚང་བཅས་སུ་མི་ཚང་མས་དེ་ལ་ཡང་སྐྱོན་མེད་པར་ཐུགས་འགུར་རེད། ང་ཚོས་མང་པོ་ཅིག་ལ་སྐྱོན་ཐུགས་འགུར་བ་ཚང་བཅས་སློབ་དཔོན་བཅས་པ་ལ་སོས་ཙང་ཚང་མས་ད་དེ་ལ་ཡང་དཔེ་དང་སྐྱེལ་མ་སུ་བལྟས་ནས་དགེ་བའི་བཤེས་གཉེན་ལྟ་བུ་ཅིག་བརྩིས་བསྡད་ཡ་ཅིག་དང། རིགས་དེ་ཚང་བཅས་སློབ་དཔོན་བཅས་པ་ལ་དེ་དག་ལ་ཆོས་དྲག་པར་གྱུར་པ་དང་ཚེ་འདི་ལ་ཡིན་ན་ལས་དྲག་པ་ཐུགས་འགུར་རེད་ས་དྲག་པ་སུ་དུ་སྐྱེལ་དྲག་གྲོང་པ་ཁྱིམ་མཚེས་ཡིན་ན་ལས་ཕ་གི་སྤུ་གུ་དེ་ཅིག་ལྟ་དང་ཕ་མ་ལ་དེ་འདྲའི་ཡག་པོ་བྱེད་ཀྱི་འདུག་ཨ་ཙི་ཕ་གི་སྤུ་གུ་དེ་ཅིག་ལྟ་དང་ཕ་མ་རོགས་པོ་འདུག་ཚེ་བྱེད་ཀྱི་འདུག་ད་ཁོ་རང་ངོ་ནས་ཕ་མས་ག་རེ་བཤད་བཤད་བས་ཀྱི་རེད་ཞག་སྤུ་གུ་དེ་པས་ཁ་ལ་ཉན་པོ་ཞུགས་འདུག་ཕ་མ་ལ་ཞབས་ཕྱི་ཞུ་ཞུ་གིས་བྱས་ནས་སྐད་གྲགས་ཞུ་ཆགས་ཀྱི་རེད། ཨོ། དྲ་པར་འགྱུར་བ་དང་ཀླད་དམར་ལ་ཡང་མཐོ་རིས་སྐྱེས་པ་ལགས་སུ་དུས་ཚང་ལ་ཡང་ཨ་ནེ་ཀླད་དམར་ཟེར་ན་ད་ང་ཚོས་ཐ་མ་འགྲོ་ཡ་རེད་སུ་དུ་སུ་ཡིན་ནི་ལས་རྒན་གཞོན་བར་གསུམ་ཚང་མ་དེ་ཡ་གྱེས་ཡོད་མ་རེད་དེ་འདྲ་ཡིན་དུས་ང་ཚོའི་རྣམ་ཤེས་དེ་ཕོད་འགྲོ་གི་རེད་སྐྱེ་བ་གཞན་པ་ཞིག་གླེང་དགོས་རེད་འདི་ལས་གླེན་དམར་ས་གླེན་དམར་སུ་དུ་མ་འོངས་པ་གླེན་དམར་ལ་ཡང་ཐུགས་རིག་སྐྱེས་པ་ལགས་སུ་དུ་ཚང་ལ་ཨ་ནི་ཐུགས་རིག་སུ་དུ་ག་རེ་ལྷ་དང་མིའི་གོ་འཕང་རེད་ཡང་མིན་ལྷ་ལ་སྐྱེ་གི་རེད་ཡང་མིན་ནི་མི་ལ་སྐྱེ་གི་རེད་བྱས་པས། མིའི་ནང་ནས་མི་དྲག་ཅིག་ཀྱིས་ད་ཐག་ཆོད་ཚར་བ་དང། བྱས་ཙང་དེ་འདྲས་ཡིན་དུས་ཙང་ལ་ཡང་ད་ལྟ་སྐབས་སུ་བབས་པའི་ཁྱེད་རང་ཚོ་ཕ་མའི་མཉམ་དུ་བསྡད་བསྡད་པ་ཡིན་ཙང། ག་དུས་ཡིན་པ་ཡིན་ན་ལས་ཕ་མ་ལ་གུས་བཀུར་བྱེད་ཡ། ག་དུས་ཡིན་པ་ཡིན་ན་ལས་ཕ་མའི་བཀའ་བཞིན་སྒྲུབ་ཡ་དེ་ད་ཨང་ཀི་དེ་རྒྱལ་མ་སོ་དང་པོ་བརྩི་ཐུབ་པ་ཡིན་ན་གཞི་རྟགས་ཡག་པོ་ཡོང་གི་རེད་ཟེར་ནས་ཞུས་པ་དང་སྦྲགས་རྗེས་ཨ་ནི་ང་ད་རིགས་སློབ་ཆེན་དུ་གོ་མ་བཅུག་གི་ཡིན། བྱས་ཙང་ད་སློབ་ཆེན་དེའི་ནང་ལ་ཡང།

དེ་འདུས་ན་ནས་རྩ་བའི་ཚིག་དེ་ན་ངས་ཁ་སི་ནས་ཞུས་བྱུང་བ་ང་རྩ་བའི་ཚིག་དེ་བཅུག་གོ་ཨ་ལས་འགྲེལ་བཤད་རྒྱག་པིན་དཱ། ང་ཚོ་དཔེར་བརྗོད་རྒྱ་ཡག་ལ་སོགས་པ་དེ་འདྲས་དེ་ཚོ་ཨ་ལས་སྐབས་སུ་བབ་པའི་འདི་ན་ལས་ཅིག་ཡག་པོ་ཅིག་ཡོང་གི་མ་རེད་ལ་ལས་ཁྱེད་སུ་སླེབས་དུས་ཙང་དཔེར་བརྗོད་དག་ཚུ་ཚུ་ཐག་ཐག་ཐག་ཐག་འགྲོ་དེ་རེད། ལས་ཁྱེད་སུ་འདི་འདྲ་སླེབས་དུས་ཡང་འདི་གའི་ངར་སྐྱོར་འཇུག་གི་བསྡད་གོ་ཆོག་ན་དཀའ་ལས་ཁག་པོ་ཞུ་ཞེས་ཡིན་ཙང་དེ་ཙང་ངས་ངར་སྐྱོར་བྱུས་ཡ་དེ་བརྙན་ལ་ཕུལ་བྱུང་བ། ད་ངར་སྐྱོར་བྱུས་དུས་ཙང་དོན་དག་ཤེས་པ་བྱས། པ་ཚིག། ཆ་ཚང་ང་ཚོས་ཀློག་ཐུབ་པ་བྱས། དེ་བྱས་སོང་ན་ཨ་ནི། སླད་ཕྱིས་སུ་ང་ཚོ་ཁྲིད་ཡོང་དུས། ལ་འགག་དེ་གའི་མོ་སོ་ཤར་དྲུག་རེད། བྱས་ཙང་ཟླ་དང་པོ་འགོ་བཙུགས་གི་ཡིན་དེ་བཞིན་རོ་ན་སྦུག་ཚོ། ད། རྒྱན་དུས་ཀྱི་ནང་ལ་ཡང་རྩ་ཚིག་འདི་གར་ཁྲིད་གནང་འདུག་ཟེར་ན་ཨ་ལི་ཕྱིས་ནས་གཉིས་པོ་སྦྱར་ཚིག་རྒྱན་གཉིས་དང་བསྡུས་པར་འགྱུར་རོ་སྟེ། ཨ་ལི་ཕྱིས་ནས་གཉིས་པོ་སྦྱར་ཚིག་རྒྱན་གཉིས་དང་བསྡུས་པར་འགྱུར། ད་འདི་གར་སུ་གོ་རེད་ཟེར་ན་ཨ་ལི་ཕྱིས་ནས་བྱས་ན་གྱི་གུ་དེ་ཕྱིས་ཞུགས་བྱས་ཏེ་ག་རེ་ལས་གྱི་གུ་ཕྱིས་གུ་རེད་ཟེར་ན། གལ་སྲིད་ང་ཚོ།

ར། ལ། ས། རྗེས་འཇུག་བཅུ་བོ་དེ་ཤེས་དགོས་གཉིས་པ་སུ་ཙམ། ད་ད་ནི་ག་རེ་གཉིས་པ། རྗེས་འཇུག་བཅུའི་ནང་ནས་གཉིས་པ་འདི་ཡིན་ཟེར་གཉིས་པ་ང་ཡིག་དེ། འོ་དེ་རྒྱག་ཞོར་གསུངས་གི་འདུག་དེའི་སྐབས་དེ་ཞེས་གཟིགས་ཤོག་དེ། ད་དེ་གའི་ག་ང་ཅིའི་ཚེ་དུས་དང་ཀ་ཡ་དེ་ཀྱང་ང་རྐྱང་ཟོས། ཡ་ང་ཡང་ཟོས། ཨ་ང་ཨང་ཟོས་ད་དེ་གི་གུ་དེ་གའི་མེད་པ་ད་དེ། ཕྱིས་ཞུས་དེ་གའི་ཕ་ཕྱིས་ཞོ་ཞུས། ཀྱང་ཡང་ཨང་ཟེར་ཏེ་བྱ་བ་ལྟ་བསྟུན། འོ་ད་དེ་ཨ་ལི་ཕྱིས་ནས་གཉིས་པ་སྦྱར་ཟེར་ཏེ་འོ་ད་དེར་ད་ཨ་ལི་ཕྱིས་ནས་ཟོས་ཙང་ལ་དབྱངས་འདི་ཕ་ཕྱིས་ཤ་ཟོས་དབྱངས་ཁྱི་གུ་དེ་ཨ་ལི་དེ་ཕ་ཕྱིས་ཤུས་ཕྱིས་ཟོས་ན་མེད་པ་ཟོས་ཤོས་མེད་པ་ཟོས་ན་གར་ཆུ་བོ་ར་ཟེར་ན་ནས་དེ་ཕྱིས་ནས་ཤ་བྱས་ར་བས་མ་རེད་ཟེར་གཉིས་པ་སྦྱར་ཟོས་གཉིས་པ་གར་བྱ་བོ་ར་ཟེར་ན་བྱིན་ཆུང་གཉིས་པ་ང་ཡིག་བྱ་ཤོས་ཟེར་བས། བྱེད་རྒྱུ་གཉིས་པོ་ང་ཡིས་བྱ་ཞོག་ཟེར། དེས་བྱ་ཟེར་ན་གར་འཇུག་རེད་ཟེར་ན། དེ་གས་གར་གར་འགྲུག་པོ་རེད་ཟེར་ན་དེས་ཟིག་ཞོག་དེ། ཀྱང་ཡང་ཨང་འདི་འགྲུག་པོ་རེད་ཟེར་ཏེ་ཀྱང་ཡང་ཨང་གསུམ་འདི་འགྲུག་པོ་རེད་ཟེར། ད་འདི་འགྲུབ་པ་ཡིན་ན་ལས་ཀ་གར་གར་གཅིག་རེད་ཟེར་ཏེ། ཀྱང་ཡང་ཨང་གསུམ་འདི་གིས། ད་ཐ་མ་འདི་ལས་ཀ་བྱེད་བོར་བ། ལས་ཀ་འདི་གར་གར་གཅིག་རེད་ཟེར་ལབ་ཡིན་ན་ཨ་ནི། ཚིག་རྒྱན་གཉིས་དང་བསྡུས་པར་འགྱུར། ཚིག་རྒྱན་གཉིས་དང་ཟློས་པར་འགྱུར་ཚུལ་ཙམ་ལ་ཡང་རྒྱན་འདི་ལ་ཡང་ག་རེ་ཡོད་རེ་ཟེར་ན་གཉིས་ཡོད་རེད། མཐུན་པའི་རྒྱན་དང་མི་མཐུན་པའི་རྒྱན་ཟེར་ས་ཞིག་རེད། རེད་བ། ད་མཐུན་པའི་རྒྱན་གྱི་དཔེར་བརྗོད་བྱེད་ཉེན་ད་ག་ཟེ་འདི་གང་ལ་བྲིས་མོ་བྱེད་ཁ་ནས་ཅིག་ལབ་མཐུན་པའི་རྒྱན་ལ་ཡང། རྫས་ཀྱང་རྫས་ལབ་བསོད་ན་ཚིག་མཐུན་པ་ཟེར་རེད། གང་དེ་ལས་རྫས་རེད་འོག་དེ་ལས་རྫས་རེད་བ། རྫས་ཀྱང་རྫས། རེད་བ། ད་དོན་མཐུན་པ་རྒྱབ་ཞུགས་འོག་ཟེར་ལབ་བསོད་ན་སྤྱི་དང་དོན་མཐུན་པ་ཟེར་བྱེད་ཡོད་རེད། དོན་མཐུན་པ་ཟེར་དེ་ག་རེ་ཟེར་ན། དེ་འདྲའི་ཟུར་ཞིག། པུ་གུ། ཚེ་རིང་ས་ཅི་ཡོད་པ་ཆ་ཤས་ཤོད། ཚེ་རིང་ནི་སློབ་སྦྱོང་ཡག་ལ་སྤྱོད་པ་ཡང་ཡག་ལབ་སོད་ན་སྤྱོད་པ་ཡང་སོད་མཐའ་མེད་ལ་ཡང་ཡིག་རུ་བ་བྱས་ན་ག་རེ་ཡག་པོ་ཆགས་སོ་སློབ་སྦྱོང་ཡག་པོ་ཡོད་པ་གང་ལ་སྤྱོད་པ་དེ་ཡག་པོ་ཡིན་པ་བྱས་ན་དོན་དག་མཐུན་པ་སོད་དོན་མཐུན་པ་སོད་འདི་ལ་ཡང་འོ་ཡང་བྱུང་ད་དེ་འདྲ་ཡིན་དུས་ཙང་ལ་ཡང་ཚིག་རྒྱན་གཉིས་དང་སྟབས་རྒྱན་ལ་ཡང་མཐུན་པའི་རྒྱན་དང་མི་མཐུན་པའི་རྒྱན་སོགས་མི་མཐུན་པའི་རྒྱན་ལ་རྒྱབ་ཞུ་བ་ཟིག་འདུག་ན་སྐབས་སུ་བྲི་གི་མི་གདའ་ངས་ཁ་ནས་ལབ་བཞག་ན་སླད་ཕྱིས་སུ་ང་ཚོ་བྲིས་ཆ་ཚང་རང་བྱུང་བསྐུལ་ཆོག་འགྲོ། ད་མི་མཐུན་པ་རྒྱན་ལ་རྒྱབ་ཚར་སོང་ན་ད། སློབ་སྦྱོང་ཡོད་ཀྱང་སྤྱོད་པ་མེད་ཟེར་ཡིན་ཟུར་བྱས། ཚེ་རིང་རེད་ཅེས་ཡིབ་ཆགས་བྱས་བྱུང། ཚེ་རིང་ལ་སློབ་སྦྱོང་ཡོད་རེད་ལས་སྤྱོད་པ་ཡོད་མ་རེད་སོ། སློབ་སྦྱོང་ཡོད་ཀྱང་སྤྱོད་པ་མེད། རོ། བྱས་ཙང། ཡོད་པ་དང་མེད་པ་གཉིས་མཐུན་མ་སོང། བྱས་ཙང་མི་མཐུན་པའི་རྒྱན། བྱས་ཙང་རྒྱན་འདི་ལ་ཡང་གཉིས་ཡོད་དགོས་རེད། མཐུན་པའི་རྒྱན་དང་མི་མཐུན་པའི་རྒྱན། རྒྱན་གཉིས་གཟིགས་འདུག་ཨོ་དེ་རེད།

སློབ་སྤྱིས་ཀྱང། ཁོར་ཡུག་གཙང་མ་བཟོ་གི་ཡོད་ན། གཞན་རྣམས་སྨོད་ཅི་དགོས། གཞན་རྣམས་བརྟག་ཅི་སྨོས། ཡང་མིན་ན་གཞན་རྣམས་བཤད་དགོས་ཡ་ཡོད་མ་རེད་ཟེར་དེར་ད་བྱས་ཙང་གོང་མའི་འོ་མ་དུད་པ་ཟེར། དཔེར་བརྗོད་གཞན་པ་ཞིག་བརྒྱབ་བྱ་ཞེ་ན། ཨོ། ཟིན་བྲིས་བཅུ་གཉིས་ཀྱིས་ཀྱང། སློབ་སྦྱོང་ལ་འབད་བརྩོན་བྱེད་ཀྱི་ཡོད་ན་ཟེར་བ། ཨ་ནི། འཛིན་གྲྭ་བཅུ་གཉིས་ཀྱིས་ཀྱང་སློབ་སྦྱོང་ལ་འབད་བརྩོན་བྱེད་ཀྱི་མེད་ན་སླབ་བྱ་དང་པོ་དང་སྨོས་ཅི་དགོས། འོ་ད། འཛིན་གྲྭ་བཅུ་གཉིས་ཀས་སློབ་སྦྱོང་བྱེད་ཀྱི་མེད་ན། དང་པོ་དང་བཤད་དགའ་ཡ་དགོས་ཡ་ག་རེ་ཡོད་རེད་ཟེར། འོ་ད་འདི་འདྲ་ཡིན་དུས་ཙང་ལི་ཡ་དེ་ཚོས་ངས་ད་ངག་སྤྲོད་ཀྱི་ཐོག་ནས་རོབ་ཞུས་བཞག་ཡོད། ད་ལྟ་དོན་དག་རྡོག་རྡོག་དེ་ག་རེ་བཤད་དགོས་རེད་ཟེར་ན། འོ་ད་དུས་བབས་ས་དེ་འདི་རེད་གོང་མའི་འོ་ད་འོག་མའི་འོག་མ་དུས་བབས་ས་ནི་ག་འདྲའི་རིགས་ལ་གཟིགས་རེད་ཟེར་ན་འོག་མའི་འོག་མ་དུས་བབས་ས་ཅོ་རེད། ཕལ་ཆེར་ཞིག་འདི་འདྲས་ཟུར་ཆེ། འཛིན་གྲྭ་དང་པོའི་སློབ་ཕྲུག་གིས་ཀྱང། བརྩོན་འགྲུས་འདི་འདྲ་བྱེད་ཀྱི་ཡོད་ན་བཅུ་གཉིས་འདི་སྨོས་ཅི་དགོས། ད་བརྩོན་འགྲུས་དང་པོའི་དཔུང་གཅིག་གི་སྡིག་རྩུབ་སྦྱང་གི་ཡོད་ན་བཅུ་གཉིས་འདི་གས་འདི་བཤད་དགོས་ཡ་མི་འདུག་བ། འོ་དེ་འོག་མའི་གོང་མ་འདུས་པ། གཞན་འདུས་པ་ཟེར་ན་ང་ཚོ་ནམ་རྒྱུན་སྐྱེ་རྗེས་ན་ཡོད་པ། ང་ཡང་འགྲོ་ཟེར་ལབ་སོང་ན་གཞན་པ་ཅིག་འགྲོ་གི་ཡོད་པ་ཐག་ཆོད་ཚར་ཏེ། འོ་ཡ་ཏཱ་ལས་ངས་འདི་དཔེར་བརྗོད་མེད་པའི་ཐོག་ནས་ད་ཚིག་འགྲེལ་བྱས་ཏེ་ད་ལྟ་སྐབས་སུ་བབས་པའི་ངའི་དོན་དག་རྡོག་རྡོག་འདི་ག་རེ་ཞུས་པ་ཡིན་ན། འདིའི་མ་བློ་བཟང་པོ་བྱས་ཨ་ནི་དོན་དག་འདི་ཧ་གོ་བསུ་ན་ཨ་ནི་བློ་ལྡོག་ལ་གསལ་པོ་འཇུས་རོགས་གྱིས་བློ་ལྡོག་ལ་ཡག་པོ་འཇུས་ཐུབ་བསུ་ན་སླད་ཕྱིས་སུ་ང་ཚོ་ཚུལ་འཁོར་དུས་ཙམ་ལ་ཡང་ཨ་ནི་འདི་ལ་ཡང་གར་སུ་རེད་དཔེར་བརྗོད་དུ་རྒྱབ་འགྲོ་དུས་ཨ་ནི་དཔེ་ལམ་རྐྱང་ལས་སླ་པོ་ཞིག་བྱ་གི་རེད་ད་ངས་འདི་ལབ་སྦྱོར་ཅིག་རྒྱག་གི་ཡིན་དེ་ཅིག་སྲིད་ཕྱོགས་ཨ་ལི་ཕྱིས་ནས་གཉིས་པ་སྦྱར་ཚིག་རྒྱན་དེ་ག་དྲ་རྒྱན་དུས་ཀྱི་འདིར་ད་དྲ་གར་སུ་རེད་རྩ་ཚིག་རྒྱན་དུས་ཀྱི་རྩ་ཚིག་འདི་ནང་གར་བྲིས་འདུག་བསུ་ན་ཨ་ལི་ཕྱིས་ནས་གཉིས་པ་སྦྱར། ད་ཨ་ལི་ཆིའི་ཤ་ཤོ་ཅེས་པར་ཨ་ལི་ག་རེ་ལས་ཆི་ཁ་འགྲོགས་རེད། དབྱང་ཨི་སི་ཏི་པ་མེབ་སོ་ཞོར་དབྱང་ཨི་ཁེ་སི་ལབ་ཚར་བས་གི་གི་གི་ཡི་ཡི་ང་པོ་ཟ་ཅི། གི་གི་གི་ཡི་ང་པོ་ན་ནས་ཀ་ཡ་ཏི་ཀྱ་གི་ཝུ་ཀྱི་ཡ་གི་ཝུ་ཡི་ཨ་གི་ཝུ་ཡི་གི་ཨ་ནི་གར་ཅི་ཝུ་རེ་སི་ན་གི་གུ་ཏི་པ་ཆི་ཤོར་སི་ཨ་ལི་ཆི་ནས་སི། ད་བྱས་ན་ཨ་ལི་ཆིན་ནི་ག་ཅིག་བོ་རེད་ཟེར་ན། གཉིས་པ་སྦྱར། རྗེས་འཇུག་གཉིས་པ་ང་ཡིག་ད་གི་བི་གེ་ཞུས་བྱུང་ཨ། འོང་རྗེས་འཇུག་གཉིས་པ་ང་ཡིག་སྦྱར་ཟེར། ཨ་ནི་ཀྱང་ཡང་ཨང་བྱས་ནས་ད་ཚིག་འགྲེལ་འདོད་བྱས། ད་འདིའི་ཚིག་འགྲེལ་དུ་གས་སྦྱར་ཚར་སོང་ན་ཨ་ནི་དོན་དག་དུ་གས་མ་སོང་ག་རེ་སྒྲུབ་ཉེན་ཆགས་ཀི་རེད། ལས་ཀ་དུ་གས་མ་སོང་ག་རེ་བྱེད་ཉེན་ཆགས་ཀི་རེད་ཟེར་བྱོས་པ་ཡིན་ན་ཨ་ནི། ཚིག་རྒྱན་གཉིས་ད་འདུས་པར་འགྱུར། ཚིག་རྒྱན་གཉིས་ད་འདུས་པར་འགྱུར་ཚིག་རྒྱན་ལ་ཡང་གཉིས་ཡོད་རེད་རྒྱན་ལ་གཉིས། འདི་ག་རེད་ཟེར་ན་མཐུན་པའི་རྒྱན་དང་མི་མཐུན་པའི་རྒྱན་ཟེར་ཉེན་ཏེ་རེད། བསྡུས་པ་ལ་ཡང་གསུམ་ཡོང་གི་རེད། སྤྱི་རང་བྱས་ན་གསུམ། གོང་མའི་འོག་མ་བསྡུས་པ། འོག་མའི་གོང་མ་བསྡུས་པ། གཞན་བསྡུས་པ། དམིགས་བསལ་ཡང་གི་འགྲུལ་ཚུལ་ཟེར་གྱི་འདྲི་ཡོད་རེད། དམིགས་བསལ་ཡང་གི་འགྲུལ་ཚུལ་ཟེར་དུ་ལ། ད་ཁོ་ཡང་ཡང་བསྡད་ཡོང་གི་འདུག་ཟེར་གྱིན་སོར། ཡང་ནས་ཡང་དུ་ང་ལ་བཀའ་རྒྱུ་བཏང་ཆོག་ཟེར་གྱིན་སོར། འོ་ད་དུས་ཚོད་ཡང་ཡང་ཟུར་ཙ་ཙ།

ཨ་དང་ཐ་མི་ཨང་དང་ཡང་ད། ཨ་དང་ཐ་མི་ལས་སུ་ན་ཡང་མེད་ན་ཨང་བརྒྱ་ནས་འགྲིག་གི་རེད་ཡང་བརྒྱ་མེད་འགྲིག་གི་རེད་ད་ཁོ་གཉིས་གཉིས་ཅག་བརྒྱ་དགོས་ཡ་བརྒྱ་ཡོད་མ་རེད་དེབ་དེ་ག་ལ་རེད་བ། དེ་སང་འདི་རིང་དུས་དེབ་འདི་གཉིས་ནང་ནས་གདམ་ཀ་བྱས་ནས་ཁྱེད་རང་གྱོན་ཡ་རེད་བྱས་ཙང་ཨ་དང་ཐ་མི་ཨང་དང་ཡང་ཅེས་འགྲོ་གི་རེད་ད་ཨང་དང་ཡང་དེ་ཨང་བརྒྱ་ནས་འགྲིག་གི་རེད་ཡང་བརྒྱ་མེད་འགྲིག་གི་རེད། རྗེས་འཇུག་ཨ་ལས་ཉེས་པ་བྱ་ཤེས་ན་འདི་འདྲས་བཟོར་བྱེད། བུག་ཅིག་མི་ལ་ཀུན་དགའ་ཟེར་གི་ཡོད་བྱ་བྱ་ཞོ། ངོ། ཀུན་དགའ་དབྱངས། སློབ་སྦྱོང་ཡག་པོ་ཡོད་ལབ་སོང་ན། ད་ཀུན་དགའ་དབྱངས་འབྲི་ནས་འགྲིག་རེད་ཀུན་དགའ་ཨང་འབྲི་ནས་འགྲུག་རེད་ཀུན་དགའ་ཨང་སློབ་སྦྱོང་ཡག་པོ་ཡོད་ཀུན་དགའ་དབྱངས་སློབ་སྦྱོང་ཡག་པོ་ཡོད། རེད་བ། ད་མཐའ་མའི་ཡན་སྲིད་དུ་ཙམ་བྱེད་རྒྱུ་མེད་ངེས་སོ་རེད། དཔེ་ཆ་གཞན་འདི་འདྲས་བཟོ་རྒྱུ། ཨོ། མིན་ཡང་སེམས་ཅན་ཡིན། ཡིན་བཟོ་རྒྱུ། མིན་ཡང་མ་སྐྱེས་བུ་མེད་ཡིན་ལབ་སོན་བྱེད་འཇུག་མི་འདུག་ཨ། བྱེད་འཇུག་མེད་པ་ཡིན་ཙང་མཐའ་མེད་ཟེར་ཏེ། བྱས་ཙང། མིན་ཡང་ཡང་མ་ན་མེད་ཨང་གར་རྒྱབ་ནས་འགྲིག་རེད། བྱས་ཙང་འདི་འདྲས་དུས་འདི་ལ་ཡང་གར་སིབ་རེས་ན་འདི་ཐོབ་གི་རེད་ད། ཨང་དང་ཡང་གར་རྒྱབ་ནས་འགྲིག་རེས་མཐའ་མེད་དེ་ལ། འོ་དེ་འདྲས་ཡིན་དུས་ཙང་ད་ངས་ད་ལྟ། ཡང་ནས་ཡང་དུ་ཞུ་ཡག་ཅིག་ལ་ག་རེ་ཡོད་རེ་ཟེར་ན་སློབ་ཕྲུག་ཚོ་ལ་ཡ་ད་ལྟ། ཨང། ང་རང་ཚོའི་ད་ལྟ།

དོན་དག་ཤེས་པའི་ཐོག་ལ་ཁྱེད་རང་གཉའ་ཐིག་གཅིག་ཀློག་ཨ་འདས་ཞེས་པ་ཡིན་དེ་སྲིད་ཞུ། ཨ་ལི་ཕྱིས་ནས་གཉིས་པ་སྦྱར་ཚིག་རྒྱན་གཉིས་དང་བསྡུས་པར་གྱུར་ཀློག་ན་ངོ་དེབ་དང། ཨ་ལི་ཕྱིས་ནས་གཉིས་པ་སྦྱར་ཚིག་རྒྱན་གཉིས་དང་བསྡུས་པར་གྱུར། ད་བདག་གིས་རང་ཞུས་མིན་ཨ་ལི་ཕྱིས་སུ་ཁ་སིང་གངས་ལ་ཕྱིན་པའི་ཨིན་ཏན་གྱི་ཁྲལ་གྱི་ནང་ནས་ཀྱི། ཡི།